རྟོག་བྱའི་ཀུན་སློང་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ལས་སེམས་སངས་རྒྱས་སྨན་གྱི་ལྷ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། ཨོམ་ནམ་མོ་བངྒཱ་བ་དེ་བེ་ག་ཛའི་གུ་རུ་བིནྡུ་ར་ཏྲ་བ་ར་ཛ་ཡ་ཏཱ་ཏཱ་ག་ཏཱ་ཡ་ཧ་ར་ཧ་དེ་སམ་ཡ་སམ་བུ་ཏཱ་ཡ་ཏཱ་ཡ་ཏཱ་ཨོམ་བེ་ག་ཛའི་བེ་ག་མ་ཧཱ་བེ་ག་ཛའི་བེ་ག་ཛའི་ར་ཛ་ཡ་སམ་བུ་ག་དེ་སོ་ཧ། རྒྱ་ཆེའི་སེམས་སེམས་ནང་ངེས་ཡོངས་ལ་དེ་ག་ད་ར་སུ་རིག་སྨན་ཁང་གི་ངོས་ནས་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཉིས་ལོའི་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་དགའ་སྟོན་ལ་རྣམ་པ་ཚང་མ་ལ་འཚམས་འདྲི་དང་སྐུ་ཁམས་བཟང་ཞུ་ཡ་ཡིན། ཨ་ནི་ལོ་འདིའི་ནང་ལ། ནད་མེད་ཚེ་རིང། བསམ་དོན་ཆོས་ཞུ་སྒྲུབ་པའི་སྨོན་འདུན་དང། ཉི་མ་སྤྲིན་པའི་འོག་ནས་ཡོང་ནས་མྱུར་དུ་ནི། དྭངས་བར་ཤོག་ཐོག་མར། སྨོན་ལམ་དང། འཚམས་འདྲི་ཞུ་ཡ་ད་གཅིག། ཨ་ནི་དེ་རིང་འདི་སྤྱར་ནི། ད་ང་རང་ཚོ་ད་སྤྱི་ཚོགས་ཀྱི་དྲ་རྒྱའི་ནང་ལོགས་ལ་ཅིག། ཤེས་ལ་མ་ཤེས་ཟེར་ནས་རེད། གནས་ལུགས། རྟོགས་ལ་མ་རྟོགས་ཟེར་ནས་རེད། དེ་འདྲའི་ཅིག་གི་སྒང་ནས། ཨེ་ནི་ང་རང་གིས་ད་རེས་ངེད་ཅག་ཡང་དེ་འདྲའི་མཐོང་བ་ཅིག་ལ། ཨེ་ནི་ང་རང་ཚོ་རྩམ་པ། བོད་ཀྱི་ཐུན་མོང་མ་ཡིན་པའི། རྩམ་པ་གི། གནད་དོན་སྒང་ལ་ཅིག། གནས་ལུགས་ཆ་ཚང་མ་མཁྱེན་པ་བྱས་འདི་ནས་མ། བཀའ་མོལ་གསུངས་ནས། ཨེ་ནི་ཡང་རྩམ་པ་ལ་ཅིག། ཆོས་ངན་དུ་ལ། ཐུགས་ལ། རྣམ་རྟོག་དང། དོགས་པ་གྱིས་ཤིག་མང་པོ་ཞིག་བཟོས་བསྡད་ཀྱི་འདུག་དེ་འདྲ་སོང་ཙང་འདིའི་སྐོར་ལ་ཕྲན་ཙམ་ཞིག་ཞུས་པ་ཡིན་ན། རྣམ་པ་ཚང་ལ་ཕན་ཐོགས་ཡོང་གི་རེད་བསམ་གྱི་འདུག་ལ། ད་བཞུགས་ངེད་ཀྱི་ངོས་ནས་ནི་ཅིག། ཀུན་སློང་དེ་འདྲ་དེ་གང་བསྡུར་བ་དེ་འདྲ་ཡིན་གྱི་མ་རེད་ཡིན་ནས་ཅིག་གནས་ལུགས་ཆ་ཚང་ཞིག་མ་མཁྱེན་པའི་ཐོག་ནས་ནི་གསུངས་བསྡད་ཀྱི་ཡོད་རེད། འདི་འདྲ་སོང་ཙང་ང་རང་ཚོ་གི་ཅིག་འཕྲོད་བསྟེན་དང་འབྲེལ་བའི་གནད་དོན་སྒང་ལ་གནས་ལུགས་ཆ་ཚང་ཕག་གསལ་གསལ་དིང་དིང་མ་མཁྱེན་པ་བྱས་ནས་སོ་སོ་གི་ཅིག་མྱོང་ཚོར་ཕྲན་ཙམ་གྱིས་མ་ནི་སྤྱི་ཚོགས་དྲ་རྒྱའི་ནང་ལ་སྤུང་བ་ཡིན་ན་ནི་རྣམ་པ་ཚོ་གི་ཅིག་སེམས་བཟང་པོ་གི་དགེ་བའི་ལས་བཞག་པ་འདི་ནི་ཅིག་སྡིག་པའི་ལས་ལ་གྱུར་ཉེན་ཆེན་པོ་ཡོད་རེད་འདི་འདྲ་སོང་ཙང་འདི་འདྲའི་སྐད་ལ་ངེས་པར་དུ་ཐུགས་སྣང་གནང་རོགས་ནས་ཅིག་ཞུ་ཡ་ཡིན། ད་རྩམ་པ་གི་གནད་དོན་གྱི་སྒང་ལ། ད་ང་རང་ཚོ་བོད་ཁ་བ་གངས་ཅན་དུ་བཞུགས་ངེས་ཀྱི་ཨེ་ནི་ཅིག་རྩམ་གཟན་པ་ཚང་མས་མཁྱེན་གྱི་རེད། རྩམ་པ་སི་ཏུ་ཚ་ནི་བརྒྱ་ཆ་དགུ་བཅུ་གོ་དགུ་དང་ཚ་དགུ་ཨེ་ནི་ནས་རྩམ་ལ་ངོས་འཛིན་བྱེད་ཀྱི་རེད། སྤྱིར་བཏང་རྩམ་པ་དེ་ལ་རིགས་མི་འདྲ་མང་པོ་ཡོད་རེད། ནས་རྩམ་ཁོ་རང་གི་ནང་ལོགས་ལས་རིགས་མི་འདྲ་མང་པོ་ཡོད་རེད།

དེར་སོང་ཙང་ད་ང་ཚོ་སྤྱི་ཚོགས་དྲ་རྒྱའི་ནང་ལོགས་ལ་སྐད་ཆ་ག་རེ་ཡོང་གི་འདུག་ཞུས་པ་ཡིན་ན། རྩམ་པ་ཟས་ན་ཟ་ཁུ་གཅིག་གཉིས་ན་ཚ། དབྱིན་སྐད་དུ Diabetes། རྒྱ་སྐད་དུ་དྭངས་སྙོག་སྤིན། འདི་ལ་གནོད་ཀྱི་འདུག་ཟེར་ཡག་གི་གཅིག། མ་མཐའ་རྒྱུན་ཆང་གཅིག་ཤུགས་ཆེན་པོ་ཞིག་འགྲོ་བསྡད་ཀྱི་འདུག་ད་འདི། གང་ལ་གསལ་བཤད་ཅིག་མ་བྱས་པ་ཡིན་ན། མ་འོངས་པར། ཨ་ནི་རྩམ་པ་འདི་ལ། ཞྭ་མོ་ནག་པོ་ཆེན་པོ། ཡོང་ཉེན་ཆེན་པོ་དང་ང་ཚོ་གི། བོད་ཀྱི། ཐུན་མོང་མ་ཡིན་པའི་ཟས་རིགས་འདི། འཛམ་བུ་གླིང་སྒང་ལ་ད་ལྟ་ཁྱབ་བཞིན་པའི་སྐབས་འདི་ལ། ཡང། ཨ་ནི་འདི་ལ་མ། བར་ཆད། ཆེན་པོ། ཡོང་ཉེན་ཆགས་བསྡད་ཀྱི་འདུག། དེ་འདྲ་སོང་ཙང་ད་རྩམ་པ་འདི་ལ་སྤྱི་བཏང་གི་བོད་ནང་ལོགས་ལ་ནས་འདི་ལ་རིགས་གཉིས་བྱ་གི་རེད་ནས་དཀར་པོ་དང་ནས་སྔོན་པོ། ད་འདི་གཉིས་ག་རེ་ཟེར་བའི་ནས་ཁྱད་ཡོད་མ་རེད་དེ་འདྲ་སོང་ཙང། ནས་ཀྱི་རྩམ་པ་ཅིག་ཡིན་པ་ཡིན་ན། ནས་ཀྱི་རྩམ་པ་ཅིག་ཡིན་པ་ཡིན་ན། ཨེ་ནི་ཁྱེད་རང་ཚོ་ཟ་གུ་གཅིག་གཉིས་ན་ཙམ་ལ། ཕན་པ་མ་གཏོགས་རྩ་བ་རང་ནས་གནོད་ཀྱི་མ་རེད། འོ་བདེ་སྐྱིད་མཁྱེན་དགོས་ཀྱི་ཡོད་རེད་ད། སྤྱི་ཚོགས་དྲ་རྒྱའི་ནང་ལོགས་ལ་རྩམ་པ་ཟེར་ན་ཨེ་ནི། གཟའ་དགུ་གཅིག་གཉིས་ན་རྩ Diabetes དྭངས་སྙོག་བིང་ལ་གནོད་ཀྱི་འདུག་ཟེར་ཨེ་ནི་ཅིག་མ་ཐག་རྒྱུན་ཆང་དེ་འདྲའི་ཞིག་འགྲོ་བསྡད་ཀྱི་འདུག་འདི་ཡོངས་སུ་ནོར་བསྡད་པ་ཅིག་རེད་གསལ་པོ་བྱས་ནས་ཞུ་ཡ་ཡིན། རྣམ་པ་ཚོ་རྩམ་པ་བེད་སྤྱོད་གནང་མཁན་ཨེ་ནི་གཟའ་དགུ་གཅིག་གཉིས་ན་རྩ་ཡོད་མཁན་ཡིན་པ་ཡིན་ན། ནད་ཙམ་འཆོས་པ་ཡིན་ན། ཁྱེད་རང་ཚོ་ལ་དཀའ་ངལ་རྩ་བ་རང་གི་འཕྲད་གི་མ་རེད་དེ། སྨན་པ་སྟག་རག་གིས་ས་ཡིག་བརྒྱབ་ནས་སྤྲད་ཐུབ་གི་རེད། ད་རྩམ་པ་དེ་ལ་དོད་སང་ད། ཕྱིའི་རྒྱལ་ཁབ་ཁག་ལ་རྩམ་པ་བཟོ་སྟངས་དེ་ཡ་མཚན་བྱེད་ཀྱི་ཡོད་རེད། བོད་ལ་ཡིན་ན་ནས་རྩམ་ཡིན་ན་ནས་རྐྱང་པ་ལ་བཟོ་གི་རེད། གྲོ་རྩམ། སྲན་མ་རྩམ་པ་ཡིན་ན་སྲན་མ་གཙང་པ་ལ་བཟོ་གི་རེད་དེ་ཡང་ཨེ་ནས་བྱེ་མ་ནང་ལ་བརྔོས། ཨེ་ནི་ཆུ་བདག་ལ་བལྟ་གི་ཡོད་རེད། དོན་བཟང་གི་ལས་ལ་བཅོས་སྟབས་བདེ་པོ་གི་བྱེད་སྟངས་འདི་མ་རེད། དོན་བཟང་ཨེ་ནི་གློག་ལ་སྐམ་དངོས་བརྒྱབ། ཨེ་ནི། གློག་རང་གི་འཐག་གི་ཡོད་རེད། འདིའི་རིགས་འདི། རྩམ་པ་མཚན་ཉིད་ཚང་ཡོད་མ་རེད། དེ་འདྲ་སོང་ཙང་རྩམ་པ་མཚན་ཉིད་ཚང་བ་ཟེར་གི་ཡིན་པ་ཡིན་ན་ཡོད་ལ་བསྔོག་དགོས་ཀྱི་ཡོད་རེད། ཡོད་ལ་བསྔོས་ནས་ད་འཐག་ཡག་འདི་ད་ཨེ་ནི་གློག་གི་འཐག་པ་ཡིན་ན་འགྲིག་གི་རེད་གང་ལྟར་ཡང་ཨེ་ནི་བྱེ་མ་རྣམས་ལ་ངེས་པར་དུ་བསྔོག་དགོས་ཀྱི་ཡོད་རེད། འོ་འདི་གཅིག་མཁྱེན་དགོས་ཀྱི་ཡོད་རེད། ཨེ་ནི་དོན་སང་གི་རྩམ་པ་རང་ལོགས་ལ་ལྟ་ཅིག་རྩམ་པ་ལ་ནས་རྩམ་དེ་སྤོས་སྐོན་པོ་རེད། ནས་རྩམ་དེའི་ནང་ལོགས་ལ་ཡིན་ནས་མང་པོ་གཅིག་གིས་ཞིམ་པོ་ཡོང་ཡག་གི་ཆེད་དུ་སྲན་མ་བྲིས་གི་རེད། འབྲས་བྲིས་གི་རེད། བ་དམ་བྲིས་གི་རེད། ད། རྣམ་སྨིན་སྣ་ཚོགས་ཅིག་སྤྲད་ཡོང་དུས་ད་ནི། ཨེ་ནི་རྩམ་པ་གི་ཟ་ཁུ་གཅིག་གཉིས་ན་ཚ་ལ་གནོད་གི་འདུག་ཟེར་ཡག་གི་མ་མཐའ་རྒྱུན་ཆགས། ནས་འབྲི་བཤད་ལོག་པ་འདི་འདི་ནས་ཡོང་གི་ཡོད་རེད། ནས་རྩམ་རྐྱང་པ་གི་ཨེ་ནི། ཟ་ཁུ་གཅིག་གཉིས་ནང་དུ་ནུས་གི་མ་རེད་ཧང་སང་ཡང་གི་ཕན་ཐོག་ཆེན་པོ་རེད་ད་ཨིན་སྐད་དུ་ཨེ་ནི་འདི་ལ Nutrition དང་ད་ཅིག Energy དཔེ་མི་སྲིད་པའི་ཕུན་སུམ་ཚོགས་པོ་རེད་འོ་འདི་ཅིག་རྣམ་པ་ཚོ་ཐུགས་ལ་བཞག་དགོས་གི་ཡོད་རེད་ཨེ་ནི། ད་རྩམ་པ་ཟ་ཁུ་གཅིག་གཉིས་ནང་དུ་ལ་ནུས་གི་འདུག་ཟེར་ངེས་གི་རྩམ་པ་འདིའི་ནང་ལོགས་ལ་རྣམ་པ་ཚོ་གི་གྲོ་རྩམ་ཟ་གི་ཡོད་རེད། ཨེ་ནི། མ་རྒན་གྱིས་རྩམ་པ་བསགས་ཀྱི་ཡོད་རེད། ཨེ་ནི། ནས་རྩམ་ཡིན་པ་ཡིན་ནས་དེའི་ནང་ལོགས་ལ་ཡང་སྤྲེལ་མ་དང། བ་དམ་དང། འབྲས་ངོས་དང་དེ་འདྲའི། བསྲེས་ལས་བཏང་ནས། བཟའ་གི་ཡོད་རེད། དེ་སོང་ཙང། བཟའ་གོ་ཇི་སྙེད་ན་དེ་ལ་གནོད་ཀྱི་ཡོད་རེད། དེ་མ་གཏོགས། ཨེ་ནི། ང་རང་ཚོ་བོད་ཀྱི། འདི་ནི་མཁས་པ་དངོས་གཞི་མཁྱེན་པ་ཚོ་གིས་གསལ་པོ་ཞིབ་ཅིག་གསུངས་བཞག་ཡོད་རེད། དུས་རབས་ཀྱི་དྲུག་པ་བདུན་པའི་ནང་ལོ་ལ་ཚན་རིག་གིས་འདི་ནི། པོ་བཀག་པའི་དུས་ཚོད་ལ་ཚན་རིག་གི་ཉིན་མོའི་གཉིས་ལམ་ལ་མ་གོ་བའི་སྐབས་ལ་ང་ཚོ་བོད་ཀྱི་མཁས་པ་ཚོ་གིས་གཏན་ལ་ཕབ་ཚར་རེད་དེ་འདྲ་སོང་ཙང་ང་ཚོ་བོད་ཀྱི་མཁས་པ་ཚོ་གིས་གཏན་ལ་ཕབ་པ་དེ་ལ་འདི་ནི་ང་ཚོ་མི་རེ་ཟུང་གིས། སྒྲོ་ནག་པོ་ཞིག་གཡོག་པ་ཡིན་ན་འདི་མི་རིགས་སྤྱི་ལ་གྱོང་རག་གི་རེད་ནད་པ་ཚོ་ལ་དཀའ་ངལ་ཆེན་པོ་འཕྲད་ཡོང་གི་རེད་འོ་འདི་ང་ཚོ་གི་དེ་རིང་ངས་ཨེ་ནི་བོད་ཀྱི་ལོ་བཟང་གི་འཚམས་འདྲི་དང་ཕྱོགས་མཚུངས་ཨེ་ནི་བོད་ཀྱི་རིག་གཞུང་འདིའི་སྐོར་ལ་མ་ཁ་གསལ་པོ་བྱེད་ནས་ཞུ་ཡག་གི་འདོད་པ་དེ་འདྲས་བྱུང་སོང་དེ་འདྲ་སོང་ཙང་རྣམ་པ་ཚོ་འདི་གང་མང་མང་ཞིག་ཕ་རྒྱུད་གུས་ན་རོགས་ན་ཞུ་ཡག་ཡིན་ཨེ་ནི། དོན་བཟང་གི། ཕྱི་རྒྱལ་ནང་ལོགས་ལ་རྩམ་པ་འདིའི་ནང་ལོགས་ལ་རྩམ་པ་མང་པོ་མང་ཆེ་གྲོ་རྩམ་རེད། འདིའི་ནང་ལོགས་ལ་སྲན་མ་བསྒྲིག་གི་རེད་འབའ་ཐམ་བསྒྲིག་གི་རེད་དྲེད་ངོས་བསྒྲིག་གི་རེད་དེ་ཚོ་གི་ད། འབའ་ཐམ་གི། ཟ་ཁུ་ཇི་སྙི་ན་ཚ་ལ་ནུས་གི་རེད། ཨེ་ནི། སྲན་མ་གི་ནུས་གི་རེད་སྲན་མ་ད་གནོད་ཤོས་རེད། ཨེ་ནི་དྲེད་གི་ནུས་གི་རེད་འོ་འདི་ཚོ་གི་ནུས་གི་ཡོག་རེད་མ་གཏོགས།